ལོ་སར་སྔོན་གྱི་ལན་ཚིག་ཟིན་ནོ། དེ་ཡི་མ་འགྲིག་ཀ་ཁག་གསུམ་པ་ཡིན། ཞུ་གནས་ཀྱི་ཆེད་སྐུ་མགྲོན་རང་རང་མཚམས་སྦྱོར་རག་བསྡད་ཟིག་ཅིག་མ་ཡིན། ང་ནི་འདབ་བཞི་སྡེ་བའི་རིན་ཆེན་དོན་གྲུབ་ཡིན། ཐོག་མ་དེ་མོ་ང་འདིར་བསྒྲིགས་ལུས་ཚུད་པ་ཆེན་མ་ཅི། རེད་ད། ཆེན་གཅིག་ཡིན་ན་རིན་ཆེན་དོན་གྲུབ་ཡིན་ན་མཚན་སྙན་གྲགས་མཛད་ཟིག་ཆེ་ན་རེ་རེ་ལ་ཚང་མས་ཤེས་ན་རེ་ལན་ཚིག་འདི་ཕབ་དགོས་རིགས་ཡིན་ཅིག་ན། སྔ་ན་ཆུ་ཆུ། ཉིས་སྟོང་ཉེར་གཉིས་ལོ་གི་ཨ་མདོ་བརྙན་འཕྲིན་གྱི་ལོ་སར་དགོང་ཚོགས་གནང་བ་ཞིག་ནི་རེད་རེད་ལ། རེད། ཞིག་གི་འཁྲབ་སྟོན་འདྲ་ཡིན་ད། ལ་ཡང་རབ་བླངས་ད་ཡིན་ན། ད་ཁྱེད་གཉིས་ཀྱིས་ལྟ་གྱིན་ན།
ལིས་རྩིས་པ་རིགས་ཡོང་ངེས་ནི་འདི་ཡི་ལོ་སར་དགོང་ཚོགས་ཐོག་ནས་འཁྲབ་སྟོན་ཡིན་ན་དཀའ་མོ་ཟིག་རེད། དཀའ་གི། གང་གི་ཤོག་དཀའ་གི།

འདི་ལྟག་བའི་ཐོག་ནས་འཁྲབ་ཏུ་ངེས་ཀྱོ་བཀག། འཁྲབ་རྒྱུ་བཀག་འདོག་གི་དགོངས། ད་ཆུ་ཆུ་དུ་ཟེར་ནི་རེད་ཆུ་ཆུ་ལྷན་ཅིག་གི་རྒྱུག་རྒྱུག་གི་འདི་ཕྱོགས་ནུས་བ་ཡོད་གི་རེད་དེ་འཕྲོ་འཛམ་གླིང་རིམ་པ་རྒྱལ་ཡོངས་རིམ་པ་གི་འདི་དགའ་རྟགས་ཨང་དང་པོ་ཉེ་བ་ལངས་ཡོང་ན་ཆུ་ཆུ་དུ་རྩ་དགོ་ནི་རེད་ཡ་ཡང་ལན་ཡང་ལན་ནི་ཟིག་འདྲི་རྒྱུ་ན་ཡང་རྒྱུག་རྒྱུག་བཀག་གི་རེད་ལ་ད་རང་རང་རང་རང་གི་ནུས་བ་དང་བསྟུན་ནས་ད་དང་ཨི་བཀག་ཟེར་རྒྱུ་འདི་ར་ཚད་གཞི་མགྱོགས་གསུམ་མི་འདྲ་གི་ཡིན་ན་མཉམ་དུ་སྐྱོ་བར་བཀག།

ཚིག་ཁ་ཁུ་ཚུར་བླངས་ན་ཆོག་གི། སྟངས་སྟབས་དུ་དང་འབྲེལ་ལུས་བསྡད་དང། ཁྱེད་ཡང་གཅིག་གི་དུས་འཕྲོ་འཕྲོ་མོ། ནང་གི་གླུ་དབྱངས་ཡིན། ཨོ་ལེ།
གླུ་དབྱངས་ད་འོད་ཟེར་རྒྱུ་འདི་མི་ནི་མི་ཤེས། འོད་ཟེར་རྒྱུ་མི་ནི་རེད་སོང་ནི་རེད། འོད་ཟེར་རྒྱུ་མི་ནི་ད་ཡིད་ལ་མི་ཡོང་གི། ཡ་ད།
ཁྱེད་གླུ་ཚིག་ཧ་ནས་བཟོ། དེ་རིང་བློ་སེང་རྒྱུ་མ་རུ་ར་དེ་ཉིན་གུ་རུ་ཁུ་རི་ཡིས་བཏང་ནས་ཧ་ནས་གི། ཁུ་རི་ཡས་ཅི་བཟོ་ཡོད་གི་རེད་ཉོས་ཚང་མ། མི་བློ་བཟང་བཏང་ནི་རེད།

ཚིག་ཚིག་ནི་འཛམ་གླིང་ར་ཏི་སོང་ངའི་བྱས་རྗེས་ར་ཏི་བཞག་ནོ་ད་རང་གི་ཧྲ་ལ་ཡིན་ནོ་དུམ་བུ། རེ་རེ་རེ་ཁྱེད་ཀྱི་བསྟོད་པ་ག་ལ་ཡང་ཟིག་ཁྱད་དུ་བསྒྲིགས་ནི་ཟིག་རེད་ན་རེ། ད་ཁྱོད་ཐོག་མར་ལུས་རྩིས་པ་བྱས་ནས་དེ་རང་ནང་ཀ་གི་གྲུབ་འབྲིང་འདི་མོ་ཟིག་བ་ག་ཆུ་ཐོ་ཡི་དེ་ཅོ་ཁྱོད་རང་གིས་སྐབས་ཐོག་དེ་རང་འདང་ཨོ་ཟིག།

ལུས་སྲིད་པ་མ་ཅིག་ནང་ན་ནི་བ་ཅན་ཡོད་ཀྱི་རིགས་ར་ད་ཕྱི་ར་ནི་བ་དང་འགོག་འདི་ཡིན་མ་ཐུབ་ནི་རེད་གོ་སྐབས་འདི་ར་མེད་སོང་ནི་རེད་ན་མདངས་འཇོག་འཇོག་འདི་ར་མེད་སོང་ནི་རེད་མི་དགོས་དུས་ཞོག་བ་སོང་ཡིན་ད་ཚང་མ་ཅིག་ལུས་སྲིད་འདི་དགའ་རྒྱུ་གི་རྦ་ལང་དུ་མི་གཟིགས་འུ་ཆོ་གཞི་རིམ་ནི་ཕྱིར་གི་བཞུགས་སྟངས་ནི་རེད་ཡ་རེད་ལ་རེད་ར་རེད་དེ་ཡི་སྟངས་ན་ད་མི་དགོས་དུས་ཞོག་གི་ནི་འདི་ཡི་སྤྲོ་བ་ཡོད་ལ་འདི་ཡི་བའི་སྟངས་ཟིག་རེད་ཆོས་ཡིན་གྱི་ན། རྒ་ནོ་སྐྱག་ཅན་གི་མོ་ཆོག་གི་མི་རྒས་ར་བྱ་ད་མོ་ལ་ལ་ཟིག་གི་ད་ཁོང་ཆུ་འདི་ཡི་ཅག་སོང་ན་ད་བྱ་ཡི་རི་གི་ཆར་སྐྱི་ན་མི་རྟ་ལྷོ་བྲི་ནང་བྱ་ཡོང་བྱ་ཡི་ལ་ལ་ཟིག་དུས་བ་ནས་ལག་རྒྱུག་ཉན་ཁ་ཡོག་གི་སེ་གོ་གི་ཡིན་ན་ཆོ་ཡིན་གྱི་ན། ད་ང་རྒས་ང་ང་རང་གས་ཡིན་ན་དེ་སོག་ག་རྒྱུག་རྒྱོ་ཟིག་རྒ་ཡི་ད་ལི་ཨ་ཅི་ཆི་ཨང་སྐྱི་ད་དེ་སོང་རྒྱུག་གི་ནི་ད་རི་གི་ད་ལི་དི་གི་ད་ལི་ད་ང་ར་ལྷོ་བྲ་དེ་ནང་ཉིས་སྟོང་བཅོ་བརྒྱུག་གི་ལོ་ལྷོ་བྲ་དེ་ནང་ཡོང་ད་ལི་ད་རང་གི་ལ་སྐ་ནི་ཡག་ཟིག་རང། ཇི་གི་དེ་ཚར་ཐིག་ན་འདུག་ཚིག། ད་སྤྲོ་བ་ཡོད་ན་མང་གི་ད་ཞིབ་བྱ་ནི་རེད་ན་ཡོད་ན་ར་ཐོབ་གྲ་དེ་ན་ཞི་གོ་རེ་རེ་གི་ཞི་གི་འཇུག་རྒྱུ་ར་དེ་འཕྲོ་ཚར་ཐིག་ཨ་ཐུང་གི་ལྟོས་དང་ངས་ད་ནང་ནས་བསྡུར་ལེན་ཡས་གི་རེ་ཆུ་དེ་ཚར་ཐིག་ཨ་ར་ཐོན་དང་ཟིག་རེ་ལ་གི་ར་ད་ཆུ་རྒྱལ་ཡོངས་གི་སྡེ་བརྩི་འགྲན་ཚོགས་ཐོག་འཇོག་གི་རེ་འདེམས་གི་རེ་ཆུ་སུས་འདེམས་ནི་རེ་དེ་ན་ར་གོ་སྐབས་དགོ་གི་རེ་ངར་བ་མང་གི་དེ་ནང་ནས་ཡང་འདེམས་དགོ་གི་རེ། འདྲ་འདིར་ཞིག་གདའ་ལས་དད་ནང་འདེམས་དང། འདྲ་འདིར་ཟིག་ར་ཞིག་གིས་ད་ཚད་ཚིག་དེ་ཐོན་དང་ཨེ། དད་ནང་འདེམས་དང་ཟིག་རེ་ལ་ཟེར་བ་དེ་ཆུ་དཀའ་ཐོག་དེ་ཚང་མའི་བསྟི་ནི་རེད། ཆུ་ཉག་ཡིག་གི་དེ་འུ་ཆུ་ཧ་ནེ་གི་སྟ་གོ་ནི་མོ་བྲ་ཤིང་རིང་པོ་འཇམ་གོ་ཧ་ནེ་སྟ་གོ་ནི་རེད། ཆུ་རྒྱུ་གོ་ནི་དེ་ཉིན་ག་ནམ་ད་ར་མི་ཧྲ་གི་རེད། ད་ངི་ཆི་ཆི་ཆུ་སེམས་ན་སྡུག་ཆི་མུག་བཟོ་གི་ནི་ན་ཆི་མུག་ཧི་རི་བཟོ་གི་ནི་དད་འདང་རྒྱག་གོ་ནི་མ་རྒོ་གྲང་མོ་ཧི་ཀྲ། ད་འུ་གི་ཤ་ཡིག་ཟུག་རྒྱུ་གོ་ཨ་ཧི་རི་གོ་ག་འགུ་ལང་གཏོང་རྒྱུ་ན་ངི་ཆུ་ཚང་མ་གི་ཧ་ཅི་ཏི་ཡིག་དོ་ནི་རེད། ནམ་ད་མི་ཧྲ་གི་རེད། ཆར་ཟིག་ཟའོ་ག་དེ་ཆོག་ནོ་པ་ཨེ་ཡིག་གི།

ད་ཁྱེད་ཅུ་དང་ད་ཀོག་འགྲིག་ར་བ་ན་ར་སྔ་ན་ཆ་མོ་འཇིག་ད་ད་ཁྱེད་ཅུ་གེར་གེར་གེར་ཁྲི་ལི་ཞིག་བ་གི་རེད་ན། ང་རེད་ཡ། ཀ་ཐོག་དེ་ད་ཐོན་ལ་གོ་རེད་ད་རེད་ད་ཤིག་གི་ཀ་གི་རེད། ད་ཉེར་གི་ཆུ་བདའ་ཡི་ཡོང་གོ་གི་རེད་དེ་ནང་ན་ཆོ་རྟེ་ན་ཉམས་མྱོང་ཅི་འདྲ་ཡོག་གི་མོ་ནི་བ་ཅིང་ཤིག་གི་ཡོག་གི་ཡིན་ན། ཡོག་ནི་ར། ད་ཀ་ཐོག་དེ་ད་ཁྱེད་ཆུ་རིག་ནི་མ་ཁ་སུ་ད་བའི་འུ་ཟུ་ཤ་སུ་ཡིན་ན་ད་ཤི་རི་ཡིན་ནི་ཁྱེད་གསེར་ཁི་ཐོག་མ་ད་ལང་ནི། ད་ཀ་ཤ་ནི་ད་ད་ཤིང་མདང་གཞག་རྒྱུ་ཅང་མེད་གི་ད། བ་བ་ཀི་ད་སྔ་ན་འཇིག་རྒྱུ་མི་ནི། ལ་ཕུ་ན་ཙང་ར་མི་ཐུག། རྒྱུག་རྒྱུག་ད་ཁུ་རུ་རི་ན་རྒྱུག། ད་ར་སྙིང་སྟོབས་ཟིག་རེད་ན་རྒྱུག་ཟིག་ཡི་གེ་ཁུར་ཟིག་ན་ད་ཕྱི་ལོ་ཨོ་ཨོ་ཨོ་ཅ་འགོ་ཡིན་ན་ར་ད་སྙིང་སྟོབས་ཟིག་ར་དཀའ་སྤྱོད་ཟིག་ཡིན་ནི་རེད་ལ་རེད་ལ་རེད་ཆི་ཡང་ད་འདི་ཕྱོགས་གི་ད་འུ་ཆི་ད་ཕྱི་ཁ་བརྡ་ཡི་ཚར་སོང་བ་ཡིན་ན་ད་དེ་རང་ཡིན་གྱི་ན་ལོ་སི་རི་རི་ངི་ན་འུ་ཆི་རྟེན་འབྲེལ་གི་ལེ་ཚན། བུ་དེ་མུ་ལི་གོ་གི་རེད། ད་ཁྱེད་རང་གི་སྟོབས་ཤིག་གི་ཁྱི་ཁ་བརྡ་རེད་ད་ཟེར་གོ་གི་ད། མི་མ་བཙལ་ཟེར་ཧྲུག་གོ་གི། ལུག་ཡིན་ན་ཟེར་གི་ད་ང་ཁྱི་བཏིང་ན་ལུག་མི་ཁྱི་གི་ར་ད་ཁྱི་ཆུ་བཏིང་ན་ཁྱི་གོ་ནུག་ཡིན་རྒྱུ་རེད་ན། ལུག་ར་ད་ཧོ་ངོ་གི་ར་ཅིག་མ་གི་ཡིན་ན་མ་ཟེར་ཧྲོ་གི་ཟེར་ཧྲོ་གི་ཡོད། ར་ཟེར་ག་གཉིས་སམ་ཟེར་བཞི་དང་ལྟ་གོ།

ཁང་སའི་སྡོད་ཁང། སྐྱོན་བྲལ་མེད་གི་མོད། ད་བར་ད་དུང་བཟོ་མ་རེད། ཚུར་ཁོ་ནས་ད་སྤྱི་ལོའི་སུམ་ཆར་ཅིག་དེ་རང་སྤྱི་ལོའི་སུམ་ཆུ་སོང་ན་ང་གཉིས་མ་གཉིས་སུམ་ཟ་ཞིག་མ་མ་ཧྲོག་དགོས་གི། ད་ཡང་དེ་གི་ང་ཆོ་མ་ཧྲོག་ཁུ་མོ་ནི་མ་རེད་གོ། ཡང་རྒྱང་དུ་རིག་དགོས་ནི་རེད་ད་ཡང། དེ་བ་དྲི་བ་ནི་ད་ཚུར་ཁུ་དེ་ཚོ་དྲོ་དོ་ན་རེ་མ་ཅིག་ཨ་ཉི་ལིས་ཧོང་ཨ་སི་གི་དེ་གི་དེ་དེ་གི། ཁོ་ན་ང་རང་གི་ན་ཨ་ཉི་ལི་ཆག་སོང། དེ་ཐོག་ན་ང་རང་གི་ཙི་ཙི་ཟིག། དགའ་ཐུག། རེད་རེད་རེད། ད། ཇི་སྙིང་གར་གི་ལོ་སར་དགོང་ཚོགས་པ་ཞིག་ནང་འདི་ཆིན་ཡིག་བཤད་དང་ལོ་འཛིན་རྒྱུ་ཟས་ཟིག་དཀའ་གི་ཡིན་ན། ཇི་ག་སྟོད་གྱུར་ར་ཟས་ཟིག་དཀའ་གོ་གི་རེད། འདི་ཡང་ཕྱི་ཕྱོགས་ཚོན་གྱི་ན་ཡང་ཅིག། འཚོ་བ་ནང་ནས་ཕྱི་ཕྱོགས་མཛའ་གྲགས་ཆེ་ནང་འཚོ་བ་འདིའི་ནང་གི་ཡང་ཅིག་ཁམས་སོ་གཅིག་གི་བྱེད་ཐབས་གཞན་པ་ཟིག་རེད་གོ། སྔོན་ཆད་ཆུ་འདི་མོ་དགོང་ཚོགས་ནང་ཞིག་ཡོད་མྱོང།

ང་ཡིན་གྱི་ནི་ད་ཐག་དང་བོ་དེ་ལོ་སར་གང་ཚགས་ཤིག་ནས་ཤིག་གི་ག་ཤིག་གི་ག་ང་ཐག་དང་རེ་ཆེན་གི་ད་ཤིག་བྱེད་ད་མི་རྒྱ་ཆེ་བོ་རིག་སྤུན་ད་ར་ཡང་མི་རིག་གཞན་པ་གི་མོ་རྒ་ནོ་དེར་ག་མི་བཀའ་དྲིན་ཟིག་ཤིག་ནས་ན་གོ་སྐབས་ཟིག་རེ་རྟག་པོ་ཟིག་ར་རེ་བཀའ་དྲིན་ཆེ་ཟེ་གོ་ག་ཆུ་ཚོ་མེ་ལམ་འདས་ཤིག་ཟིག་ཡང་ཅམ་འདྲི་ཡར་ད་ས་ཟིག་བདང་ཡོད་གི་ཡིན་ན་ར་ལོ་ར་ཆུང་གི་མ་འོང་བ་གར་སི་འདི་མོ་གི་རྟག་པོ་འདི་སྤྲུག་ཡི་དེ་ཡིན་ན་ཆུ་ཨུ་ཡོང།

དམངས་ཁྲག་མི་སྣ་གཅིག་གི་ཚིག་གཅིག་གི་སྐད་ཅིག་གཟིགས་སྟངས་ལ་ཆགས་པ་ཡིན་ན།
ང་ཚོས་རྒྱུ་མཚན་པ་གཟིགས་ན་ཞིག་ཁུར་གི་ཐོག་ན་སློབ་སྦྱོང་ཡོད་ཀྱི་མང་ཡོད་གི་ཞིག་ང་ཡིན་གྱི་ན་རུ་ཚོས་ཀྱང་ང་རང་གི་ཅུང་ཙི་ཙི་ཡིན་དུས་གཟིགས་ཀྱི་ཁུར་གི་ཞིག་ག་ཡ་ད་ཚོས་ཀྱང་ན་ཁུར་གི་ད་བར་ད་ཁུར་གི་ད་བར་མྱ་ངན་ལས་འདས་སོང་ནི་རེད་འོན་ཀྱང་རང་གི་སེམས་ཚོས་ཀྱང་ན་ཉིད་དུ་ཅུང།

ཡིད་སྐྱོ་གེ་ཞིག་རེད་ཆེ་ཡང་ལོ་ཆུང་ནི་རེད་མི་རིགས་ཀྱི་བྱ་གོ་ནི་མདང་ཧོག་གི་རྟ་མཁོན་རི་ག་ཞིག་ནི་རེད། ཁུ་བུས་དེ་ཉག་ང་ལས་འདས་སོང་རུ་མྱི་མང་ལུག་གི་མིག་དཔེ་རེད་ན་བེམ་པོའི་རང་བཞིན་གི་འཇིག་རྟེན་འདི་དང་དེ་ས་སྟེང་གི་གོ་ཁ་ག་རེ་དོ་ནི་ར་ཁུར་གི་སྙིང་སྟོབས་དེ་ར་མིག་དཔེ་གི་ནུས་བ་དེ་ནམ་ཡང་ཁ་བྲུ་མེད་གི་དེ་རེད་ལ་རེད་རེད་རེད་རེད་ད་ཁྱི་ཉི་ག་ཡིན་གྱི་ན་མང་བ་ཆེ་ཡང་ཤི་རྒྱུ་མ་རེད་ཡང་ཁྱི་ཆུ

གོ་བསྒྲིག་བཟོས་ཀུན་གཏོང་མི་ཁུར། རིགས་ཆེ་ཡང་ད་འུ་ཆོས་བོད་ཀྱི་ལི་རྩེ་པ་གི་ཕུལ་བྱུང་ཅན་ནི་རེད། ཁྱོད་ཉམས་མྱོང་ར་ཡོད་ནི་རེད། ད་ཁྱོད་རྗེས་འབྲང་ཡི་ད་དང་ད་འདི་ཤོག་བ་ད་སྤྲོ་བ་ཡོད་ནི་ཇེ་མང་ཇེ་མང་རེད་ན། རེད། དུ་ཕྱུག་ཆེ་བྱ་ནི་རེད། ལ་ལ་ཟིག་གི་ད་སྤྲོ་བ་ཙམ་ཙམ་གི་དེ་ཡི་དང་ནི་བྱ་ཡི་རི་ག་བརླག་གོ་ནོ་གི་དེ་ར་ཡིན་ཚུམ་ཟིག་མ་རི་རེད། ད་སྔོན་ཤུན་པ་ཟིག་གི་ཚ་ནི་ལུག་ཆུང་ན་ར་ད་འདི་ཤོག་བ་ཡང་ཆེ་ཁ་བརྡ་ཆ་ཅིག་མི་ཡིན།

ཐུབ་དགོས་གི་ཞིག་གི་སྡུག་མདག་དགོས་ནས་དོན་དག་ཟིག་རེད་ཞིག་ད་རུང་སྤྲོ་བ་སྤྲོ་བ་ར་ཞིག་དགོས་གི་ད་ཚུགས་ཀྱི་ནོ་རང་ཧ་མ་གི་རང་གི་འདོན་དུ་གོ་བྱ་བཞི་གི་ཐོག་བཞག་ཐོག་ན་མི་འགྲིག་གི་ཧ་མ་གི་ར་ཞིག་བྱ་བཞི་འདི་ཐོག་ལྷན་སྐྱེས་ཡོད་གི་བྱ་བཞི་འདི་སྡུག་མདག་ཐུབ་ནས་མི་ཐུབ་ནས་ན་ཞིག་འདི་ནང་ན་སྡུག་མང་ཡོད་ནི་རེད་ད་མང་ང་ཟིག་གི་ངི་ཆི་ད་རང་དགའ་རྟག་གི་ལང་དང་ཤར་ཡོང་ནོ་དུ་རིག་ནི་མི་ནི་ངི་ཆི་ཆུང་མོ་ཟིག་འདི་གོ་ནས་ཞིག་རིག་གི་ཡོད་ནི་མ་རེད་ངི་ཆི་ཞིག་ད་འདི་ཧ་ལས་པ་དཀའ་ནི་རིགས་ཡིན་ནི་རེད་ཅིག་རྩ་མོ་རྩ་མོ་ཟེར་ནི་མ་རེད་ཅིག་ཨོ་དགའ་སང་ཤི་ལི། ན་ནང་བཞི་ནང་དཀའ་ན་བ་དར་བ་དོ་ཚིག་ཅིག་བླང་བླང་ཟེར་ཟེར་གི་བོ་ད་ཨོ་གུ་ག་ར་སྐྱ་ན་མི་ཧྲ་ག་དུ་མོ་ཟེར་ནི་མང་གི་ངི་མང་གོ་མྱོང་ང་རིག་དང་ད་རང་སྐྱ་དང་ངི་ད། ཚིག་སྐོ་ནི་རི་ད། རང་དགེ་རྒན་དེ་རྩ་སྐྱ་དང་ན་ད་དེ་བ་འཇོན་ནི་ཟེར་ནི་མ་རེད་དེ་དོན་དུ་མང་མང་ཟོ་ནི་རེད།

ཡང། ཆུ་རྒྱུན་རྫོང་པ་གི་ནང་གི་ཆུ་ཚི་བའི་ཐི་བའི་སོང་ངས་འཛམ་གླིང་གི་འགྲན་སྡུར་ནང་ལ་ཞུགས་ཐུབ་འདི་ཡོང་ནི་རེད། ད་བར་ཨུ་ཆུ་མཚོ་རིང་གི་ན་རྒྱུན་རྫོང་པ་ཡོ་ནི་མར། དུག་དང་ང་རང་གི་ཞང་གིས་ན་ད་མ་ཧྲི་བ་ཟིན་ང་ངིན་གི་ལོ་གཅིག་སུམ་ཅུ་བཟའ་འདི་གི་ལྗོང་ང་རི་འགྲན་འདི་རི་ཧུང་ངུ་ར་ལོ་གི་ནི་དི་ར་ཟིན་མ་གི་མོ། དི་ཁུ་གི་ཡང་གཅིག་དེ་ནི་སྟག་གི་ན་རྒྱུན་རྫོང་པ་མེད་ལ། དུས་སྐུ་ལྔ་རང་གི་ཡིན་གྱི་ནང་ངའི་ལོ་གསུམ་མ་འདུག་གི་ད་ལོ་གཅིག་གསུམ་མ་འདུག་གི་ཧྲ་ལ་ཡི་ཨོར་ཙི་འགྲན་ཚོགས་ཀྱི་ནང་ལོ་རེ་བ་གསུམ་མ་ཞིག་ཟིག་ཡིན་ན་དུག་དང་ད་ལོ་གསུམ་བཞི་འགོར་ཡི་ཨོར་ཙི་འགྲན་ཚོགས་ཞིག་གོ་དྲའི་ནང་ན་ཚོར་སྔོན་གྱི་ཉིན་མེད་ན་རང་གི་སེམས་ནི་ཅི་ཞིག་གོ་ནི་དྲ་དུམ་སོང་ཡིན་ན་རེད་ཡིན་ཕོག་ནོ་དུས་སྐུ་ཡང

དེང་དང་རྩ་མོ་རྩ་མོ་མ་རེད་རང་གཅིག་ང་གཅིག་དེ་བུ་ཚང་ན་ཆོག་ནི་ཟིག་ནི་མ་རེད་རང་ང་ནང་ང་རྒྱུག་བཞག་འཇོག་ནི་ཟིག་ནི་མ་རེད་ཡང་ཁྱོད་ཡང་འདི་འདེམས་དགོ་ནི་གཅིག་གཅིག་གཅིག་རྒྱ་ཁུ་རྒྱ་ཁུ་རྒྱ་ཁུ་ཡང་རི་ཁག་རི་ཁག་གི་ནང་ནས་རང་འདྲ་འདིར་གཅིག་གཉིས་གསུམ་མི་ལྔ་ཡོང་ནི། རྒྱུག་རྒྱུག་ཁུར་བོ་ར་ཆུ་ཆུ་འདི་ཤོག་གི་ད་འུ་ཟི་ཡིས་བཤད་ཀྱི་ན་གནམ་གི་སར་སྐབས་ཕྱི་ནས་བཞོག་ནི་རི་ག་ཡིན་ནི་རི་མོ་རྒྱུག་རྐྱང་རྐྱང་དགོ་མ་རེད་ལུས་ཕུང་རྐྱང་རྐྱང་དགོ་ར་མ་རེད་དེར་ལྟ་ན་དོ་འདག་ར

ཚིག་གོང་མཚམས་ཆང་གི་རིགས་རྣམས་འདོགས། ངག་རྟགས་ཀ་ན་ཚིག་གོང་ནི་སྒྲ། ནང་ང་ཞིག་ཐུབ་ནི་ཡོད་ན། ང་རང་གི་རིགས་ནོར་ཡིན་ན་ང་རང་གི་ད་ཡང་གི་རྟགས་ཀ་ནི་རི་དྭགས་ན་ཆགས་པ་ར། དུམ་བུ་གཉིས་ད་བར་གཅིག་ད་རུང་མི་རིགས་ཀྱི་རིགས་ཀྱི་མེད་གི་དུས་ཁོ་གི་ད་ཡང་སེམས་ནང་ནས་ཤོང་དོན་དག་ད་ཡང། ཚིག་གོང་ནི་སྒྲ། དོར་མི་ཐུབ་ཀི་རེད་ལ། ཆུ་དང་མདང་དབོག་ནགས་ཟིག་རེད། དངོས་བྱུང་བར་གི་རྗེས་འབྲང་བ་ཡོད་དང་ན་དངོས་བྱུང་གི་འགན་ཁུར་དུ་སོང་བའི་རྗེས་འབྲང་དེ་ཧྲལ་དང་ཆོག་གི་རེད་ན་དུ་མེད་ཀི་རེད་ད། དངོས་འདྲ་རྗེས་གཉིས་ཀི་བར་བར་ཆད་བྱུང་དང་ནི་ཡ་རེད་ལ། ད་སྟོང་ཆ་གི་ལོ་སོང་ནི་ཡ་དེ་ཡི་ཕོང་བ་ཟིག་རེད་ན། དངོས་ནི་མི་གཅིག་གི་ཚུར་སྐོང་ན་ང་མགོ་མ་མགོ་ང་རང་གི།

འབྲི་རྒྱུ་རྩ་དགུ་ར། དེའི་ནང་ན་ནང་དུ་མ་མ་མ་ཟེར་བའི་ཅི་རེད། ངི་སྟག་ག་ན་ར་ཡང་ཉི་དུམ་མ་ཟེར་གླང་ཟླ་ཁོ་མོ། དེ་ཁོ་གི་ང་མདང་ཧོག་རྒྱུ་མ་ང་ཡོད་ཁར་མ་ང་ཡོད་ཁར་ཡང་འོན་ཀྱང་ཡང། ཚུར་ཁོ་ནི་ང་རང་གི་བ་མོ་བ་ཡང་ཞིག་གཅིག་ནི་ཟིག་རེད། ཨི་ཨི། དེ་ང་ཡང་བློ་བསམ་བཟའ། ད་ཧྲ་ལ་ཡིད་གཏོང་ནི་ཤེས་དང། ནང་མ་སོང་ན་ནང་འགྱོ་མ་ཐུབ་ན་ཡང་ང་རང་གི་མཚོན་ན་ཡང་ཞིག།

ཁྱི་ག་ཡོད་ར། ཤི་ག་ག་ད་ད་ཨཉི་ཀ་མི་བཟོད་བཟོད་ནོ་ད་ད་རེད་ཡ། ཨ་རེད་ཡ། ད་དེ་ཐོག་ནས་ད་ཡུག་ཆི་མོ་སེམས་ཁུར་ཟེ་གོ་ན་ཀྱ་ཆི་ཆི་རྒྱུག་གོ་ན་ཡུག་གི་སེམས་ཁུར་ད་ཆི་ཆི་བརྒྱུག་ནུ་དེ་ཏི་ན་ར་ཏི་ཟི་ཀ་ན་རུ་ཨོ། ཨ་རེད་ཡ། ཤི་གི་ཟི་ནི་གོ་ཨེ་ན་ཨ་ནོན་ཁུ་ད་ར་ཡོ་ན་རེད། ད་མ་འོང་བ་ཆུ་འཆར་ཆི་ཆི་ཟི། ཨོ་ད་ཤི་གི་ད་ཤི་གི་རང་གི་འབད་འབད་ཡི་ཤི་གི།